ངོ་བོ་རྣམ་པ་ལེན་རྗེས་ཚང་མ་ལོས་ཡོད་མཚམས་རེ་ཤོར་བ་དང་སྦྲགས་ནས་ཁ་སང། རྗེ་བཙུན་དགའ་བའི་ཕ་ལྷང་གཞས་བ་དེས་ཞུས་ཚར་བའི་རྗེས་སུ་གཙང་གི་ས་ཆ་ཤེས་ཡོང་དེ་ངོ་སྤྲོད་ཀྱི་ཞུ་གི་ཡིན་ཟེར་ནས་ཞུས་བ་རེད། དེ་ཡང་རྗེ་བཙུན་དགའ་བ་ཆེན་པོ་གཙང་ལ་ཐེངས་དང་པོ་ཕེབས་པའི་སྐོར་དེ་མཇུག་ཡོངས་སུ་འབྲི་བ་དང་བསྟུན་ནས། དེ་དང་འབྲེལ་ནས་དེ་དང་འབྲེལ་བ་འདྲ་བ་ཅིག་མཐུད་ནས་གཙང་གི་ས་ཆ་ཤེས་ཡོང་གི་གནས་བབ་དེ་ཆགས་སྟངས་དེ་རོབ་ཙེ་ཅིག་ཤི་ན་ཡག་པོ་ཡོད་ས་རེད་བསམ་ནས་ཞུས་བ་ནང་གཞི་ད་དེ་རིང་མ་ཞུ་ཡ་ལ་ཐོག་མར་ང་ཚོས་ས་བཀྲ་ཅིག་བཏགས་ཡོང་དུས་ནི་ས་ཡིན་མཚམས་བཏགས་དེ་གལ་ཆེན་པོ་ཞིག་རེད་ཟེར། ཤི་སྟངས་ཀྱི་ས་བཀྲ་ཅིག་བཏགས་ཡ་ལ་གལ་ཆེ་ཤོས་དེ་ག་རེད་ཟེར་ན། ཤར་ལྷོ་ནུབ་བྱང་ཕྱོགས་མ་འཕྲོ་བ་དེ་དང་གཅིག། ནི་ས་ཡི་རྒྱ་ཁྱོན་འམ་ཡང་ན་རྒྱང་ཐག་ལ་སོགས་པ་དེ་ཚོ་དེ་གཉིས་དེ་ནི་མཚོན་དོན་གྱི་རི་མོ་འདྲ་མི་འདྲ། ཕག་གིས་མཚོན་སྐར་མ་ལ་སོགས་པ་གཙུག་གི་ཡི་གེ་ཨང་རྩིས་ལ་སོགས་པ་མཚོན་རྟགས་དེ་ཚོ་དེ་གལ་ཆེན་པོ་ཆགས་ཡོད་ར་བ། ད་ལྟ་ང་ཚོ་ཤེས་ཡོན་གྱི་ལུང་པའི་འཆར་འོད་དེ་ཤེས་ཡོང་དུས་ས་ཡི་མཚོན་རྟགས་དེ་གལ་ཆེ་ཤོས་ཆགས་ཀྱི་འདུག། མཚོན་རྟགས་ཀྱི་ནང་ལོགས་ནས་གཙོ་བོ་དེ་ཡར་ལངས་ཙམ་པོ་ཡིན་ཙང་ངས་སྔོན་ནས་འདི་དམར་རྟགས་ཀྱིས་བྲིས་བཞིན་ཡོད། ས་བཀྲ་ནང་ལོགས་ལས་ཁྱོད་དེ་སེར་བོ་ཅིག་མཐོང་གི་མི་འདུག་ཨ། འདི་དམར་པོ་དེ་ཡར་ལངས་ཙང་པོ་རེད་འདི། ནུབ་ནས་ཤར་ལ་མ་ལྕོགས་འགྲོ་གི་ཡོད་རེད་བ་དེ། གནད་འགག་འདྲ་བོ་ཅིག་རེད། ད་ད་ལྟ་ས་བཀྲ་འདི་གི་ནང་ལོགས་ལས་གཙང་གི་མི་བདེ། ཕ་རལ་ཆེ་བ་དང་དམར་དམར་ཏིག་ཏིག་འདྲ་བ་དེ་ཚོ་དེ་ཚང་མ་འདིའི་ནང་ལོགས་ལས་ཚུད་དུ་ཡོད་རེད། ཨ་ན་སྔ་མོ་ང་ཚོ་གཙང་ལ་གཡས་རུ་དང་རུ་ལག་གཉིས་ཟེར་ནས་སྒོ་ཁེ་རྒྱག་ཡོད་ར་དེ་སྒོ་ཁེ་རྒྱག་བ་ཡིན་ན་ཨ་ཡར་ལང་གཙང་པོའི་བྱང་ཕྱོགས་དེ་གཙང་གཡས་རུ་བྱེད་ཨ་ལྷོ་ཕྱོགས་དེ་རུ་ལག་བྱེད་ད་སེ་ཡོན་ནི་རོགས་ཤེས་བྱེད་དུ་དེ་འདྲས་བྱེད་མཁན་ནི་ཕ་ཆེ་འགྲིག་རེད། དེ་ནས་མམ་ཐིག་ས་མཚམས་དེ་དབུས་རུ་དང་གཡོག་རུ་ལ་ཐོག་གི་བར་དུ། བརྩེགས་ཡོར་བ། དེ་བཅས་ད་ཡང་ཐིག་ས་མཚམས་དེ་གནའ་སྔ་མོ་ཡིན་ན། ཞང་ལྗོངས་སྟོང་སྡེ་ལི་ཐོག་གི་བར་ཤེས་སོས་ན་ད་མངའ་རིས་སྐོར་གསུམ་ཟེར་ཡ་ཐིག་གི་ཁྱབ་ཁོངས་ལི་ཐོག་གི་བར་གྱི་ཡུལ་ལུང་དེ་ལས་གཙང་གི་ཡུལ་ལུངའམ་གཙང་གི་མི་སྡེ་ག་རེ་ལགས་ན་ད་དེ་ཆགས་ཡོར་བ། ནི་དབུས་གཙང་རུ་བཞི་ཤེས་ཡོང་དུས་གཙང་གི་གཡས་རུ་ད་རུ་ལག་སྙིང་པོ་དེ་ས་སྐྱ་དེ་ཚོ་ནི་རོགས་རྒྱ་བའི་དམག་མི་དེ་ཚོ་སྟེ་དངོས་སུ་གཡུལ་འགྱེད་པའི་སྐབས་ཀྱི་གཡས་རུ་དང་རོ་ལག་གི་ཁོངས་ག་ལེར་འདྲུད་ཐུབ་ཡོད་མེད་དེ་ག་ཡིན་དུས། ད་ལྟ་ཡར་ལངས་གཙང་པོའི་ཞང་དེ་གཡས་རུ་ཡིན་ན་དེ་ནི་ལྷོ་དེ་རོ་ལག་ཡིན་དགོས་པའི་རྒྱུ་མཚན་ས་སྐྱ་གི་ངོས་ནས་འགྲེལ་བཤད་སྐལ་བ་བརྒྱད་བརྒྱ་ཡང་ཡོད་མ་རེད་བསམ་གི་འདུག་ད་དེ་ནི་ང་ཚོའི་གཙང་གི་ཡུལ་ལུང་གི་གནས་བབ་དང་ཆགས་སྟངས་དེ

གལ་ཆེ་ཤོས་གཅིག་གི་གཉིས་ཆགས་བསྡད་ཀྱི་འདུག་ད་ཡར་ལངས་གཙང་པོ་སྲོག་ཤིང་ལྟེ་བ་སྒར་ཚིག་ལུས་ཞེས་པའི་ཤོག་པ་འདྲ་བོ་གཙོ་བོ་གཉིས་དེ་རེད་ཤག་དེ་ནས་གཅིག་དེ་ཡང་འདི་གི་ཕྱོགས་ལ་ཐུན་མོང་མ་ཡིན་པའི་ས་ཡི་ཆགས་སྟངས་སྐྱེས་ཡིན་འདུག་ཨ་འདི་གི་ཕྱོགས་དེ་གཅིག་བྱེད་དུས་ད་རྐང་ལག་འདྲ་བོ་བཞི་ཨ་ཡང་ན་སྡེ་ཚན་འདྲ་བོ་བཞི་ཡར་ལངས་གཙང་པོ་དེ་མཚམས་ད་ལྟ་སྲོག་ཤིང་སྒར་ཚིག་ལུས་ཞེས་པའི་དུམ་བུ་འདྲ་བོ་བཞི་ལ་བསྒུལ་ནས་ཤི་བ་ཡིན་ན། གཙང་གི་ས་ཆ་ཤེས་ཡོང་དེ་རོབ་རྩིས་ཀྱི་ཧ་གོ་ཐོས་ཅིག་ཆགས་ས་རེད་བསམ་གྱི་འདུག་དེ་ཡིན་དུས་ཐོག་མར་ང་ཚོ་ད་ཤོག་པ་འདི་ནས་འགོ་བཙུགས་ཏེ་དེའི་རྩིས་ཀྱི་ངོ་སྤྲོད་ཞུ་ཡ་ཡིན་དེ་ངོ་སྤྲོད་ཞུ་ཡ་ལས་ད་ས་ཁྲ་གཞན་པ་བྱེད་དུ་ཕྱིན་པ་ཡིན་ན། བལྟས་ཚེ་གོ་བརྡ་འཕྲུལ་ཆས་ཡོད་ས་རེད་བསམ་གྱི་འདུག་ད་དེ་ནས་ང་ཚོ་ས་བཀྲ་འདི་གི་ནང་ལོགས་ལ་བུད་ཡ་རེད་འདི་གི་ནང་ལོགས་ནི་ད་འདི་ཡར་ལངས་གཙང་པོ་དེ་རེད་ད། ནོར་ནི་ཤ་ལས་མ་རྒྱོབ་བསྡད་ཀྱི་ཡོད་རེད་དེ་མཚམས་ད་གེ་ཆེ་ཤོས་དེ་རེད། ད་འདི་གཤོག་པ་དེ་ག་རེད་ཟེར་ན་གཙང་གི་ཉང་ཡོར་ཟེར་དེ་རེད་ད་ཉང་ཡོར་དེ་གཙང་གི་ཡང་ལྟེ་བ་འདྲ་བ་གཅིག། དེའི་ཕྱེད་ཤོལ་འདྲ་བ་གཅིག། དམར་དམར་ཏིག་ཏིག་འདྲ་བ་དེ་ཆགས་བསྡད་ཀྱི་འདུག། ད་དེ་མྱང་ཡུལ་དེ་སྡོས་བྱས་ནས་ཡོད་ད། འདི་ལུང་གཤོང་ཆེན་པོ་རེད་ད་ས་བཀྲ་ནང་ལོགས་ཆུང་ཆུང་མ་གཏོགས་མཐོང་ཡོད་མ་རེད་བ་མ་གཏོགས་ལུང་གཤོང་ཆེན་པོ་བྱས། ཁྱོད་རང་འདྲ་བ་སྐྱེ་འདི་ནས་བར་བར་གྱི་གནོད་གཞི་གང་བཟང་ཐོག་ཏུ་ཡོད་པའི་བཟོ་འདྲ་བོ་འདུག་ད་ཁ་ཞེང་དེ་འདི་ནས་ཚོད་ལྟ་བྱས་ནས་ཁང་མ་ནས་བྱས་ནས་ཧི་མ་ལ་ཡའི་རི་རྒྱུད་ལ་ཚོད་ཐོག་ཏུ་ཡོད་ར་བ་ཁྱོད་ལ་ཁ་ཞེ། ད་ཉང་ཡོ་འདི་གི་མཚམས་རྟགས་འདྲ་བོ་དེ་ངོས་ཟིན་ཡ་ལ་དང་པོ་ང་ཚོ་ཡི་ག་རྩེ། ཡི་ག་བཙལ་དེ་ཡང་མྱང་ཡོད་རེད་མྱང་ཡོད་ཀྱི་ནང་ལོགས་ནི་མྱང་སྨད་རེད། མྱང་སྨད་ཉི་མ་མདོ་ལས་རྫོང་ཞིག་ཆགས་ཟེར་ཡོད་དེ་ཡིན་ཟེར་གྱི་ཡོད་རེད། ཨ་ཕྱི་སུ་ཡིན་ན་གཙང་པ་རྒྱ་བོད་ཀྱི་རྒྱ་ས་ཡིན་པའི་ཆ་ནས་གལ་ཆེན་པོ་ཆགས་བ་རེད། ད་དེ་ནས་བཟུང་སྟེ་ད་ལྟའི་བར་དུ་སྤྱིར་གཙང་གི་ལུང་པ་ཀྱི་ནང་ལོགས་ནས་གལ་ཆེ་ཤོས་དེ་ཡི་ག་བཙལ་ཆགས་བསྡད་པ་རེད་བ་ད་ལྟ་ཡང་ཨ་ཡི་ག་བཙལ་དེ་ཆགས་ཀྱི་ཡོད་བ་ཡིན་ཙང་དེ་སྲོག་ཤིང་ར་བ་གཅིག་བྱས་ནས་དེ་ཧ་གོ་དགོས་ཀྱི་རེད། ཡི་ག་བཙལ་བྱེད། ད་དེ་ནས་རྒྱང་རྩེ་དེ་རེད། རྒྱང་རྩེ་དེ་ཡང་སྐད་གྲགས་ཆེན་པོ་རེད་བ། ལོ་རྒྱུས་ཀྱི་ཐོག་ལ་སྐད་གྲགས་ཆེན་པོ་རེད་ཁ་སང་རྒྱང་རྩེ་དང་དེ་ནས་རྩེ་ཆེན་དེ་ཚོ་འཕྲིན་ཁྲིད་ལ་ཡིན་པའི་སྐོར་དེ་ཞུས་ཡིན་པ། འདི་གའི་ལུང་པ་དེ་བོད་བཙན་པོའི་ཡར་སྔོན་བརྒྱ་ཕྲན་བཅུ་གཉིས་དང་སུམ་པ་བཞི་བཅུ་སྐབས་ནས་བཟུང་ནས་མཐའ་ད་ལྟའི་བར་དུ་ལ་ཧ་ཅང་གི་ལོ་རྒྱུས་རྒྱང་རིང་པོ་དང་རྒྱ་ཆེན་པོ་ཡོད་དེ་བས་ཀྱི་ས་ཆ་དང་ལུང་པ་མི་སྡེ་གྱི་ཆགས་སྡེ་གི་འདུ་བ། ད་དེ་ནས་དེང་སང་གི་རྫོང་དབང་དུ་བྱས་པ་ཡིན་ན་འདི་དཔའ་རྣམ་རྫོང་ཅེས། དེ་ནས་འདི་ཁང་དམར་རྫོང་དུ་འདོད་འདུག་ཨ། ཁང་དམར་རྫོང་ཅེས། དེ་ནས་གཞིས་ཀ་རྩེ་ལ་གསང་སྒྲོག་རྩེ་གི་རྫོང་ཟེར་ནས་ཁོ་སུ་དུ་ཡོད་རུང་ཨ། གཞིས་ཀ་རྩེ་འདི་ད་ལྟ་ད་གྲོང་ཁྱེར་ཡིན་ན་འདྲ། ས་ཁུལ་ཡིན་ན་འདྲ་གཅིག་རུང་ཨ། དེ་སྐྱེས་དུས། ད་མྱང་གཡོ་ཁོ་རང་ལ་དེང་སང་གི་དབང་དུ་བྱས་པའི་རྫོང་བཞི། ཆགས་འདུག་གདའ། འོ་དེ་འདྲའི་གི་ཚ་ཡི་རྒྱ་ཁྱོད་ཡིན་ན་ཧ་ཅང་གི་རྒྱ་ཆེན་པོ་ཡིན་པ་དེ་ནས་མི་བདེ་ཡིན་ན་ལོ་རྒྱུས་དང་ལྡན་པ་ཕུན་སུམ་ཚོགས་པ་དེ་ནས་མྱང་གཡོ་རིག་པའི་འབྱུང་གནས་ཟེར་ནས་འདི་གལ་ཆེན་པོ་ཤོད་ཀྱི་ཆགས་འདུག་འདི་ཡག་པོ་ཅིག་མ་ཤེས་ན་འདི་གཙང་སེ་དེ། ཞེས་ཟེར་ཏེ་དེ་ཁ་བོ་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག་ད་མྱང་ཡོད་ལ་སྟོད་སྨད་གཉིས་སུ་ཕྱེ་གི་ཡོད་རེད་བ་དེ་ཕྱེ་ཡོང་དུས་ད་ཁ་ཤས་ཀྱིས་འབྲོང་རྩེད་ཡན་ཆད་མན་ཆད་ཡིན་ཟེར་འབྲོང་རྩེད་འདི་འདུག་ཨ་འདི་ཡན་ཆད་རྒྱང་རྩེད་དང་ཁང་དམར་གྱི་ཕྱོགས་འདི་ཚོ་དེ་མྱང་སྟོད་ཡིན་དེ་མན་ཆད་དཔའ་རྣམ་དང་ཞག་རོག་རྫོང་དང་དེ་ནས་གཞིས་ཀ་རྩེ་ལ་སོགས་པ་དེ་ཚོ་དེ་མྱང་སྨད་ཡིན་ཟེར་གྱི་སྐད་ཆ་གཅིག་རེད་དེ་ནས་ལོ་རྒྱུས་ཁ་ཤས་ནང་ལོ་ལས་འདུལ་གཞུང་ཡན་ཆད་མན་ཆད་ཡིན་ཟེར་འདུལ་གཞུང་འདི་འདི་འདུལ་བ་དེ་ཡིན་ན་འདི་ཡན་ཆད་མན་ཆད་ཅེས། དེ་ནས་མཁས་གྲུབ་བརྒྱད་ཀྱིས་བརྩམས་པའི་རྗེ་ཡི་རྣམ་ཐར་དད་པའི་ཉུང་ངུ་དེ་ཡང་ཡིན་ན་འདི་ཀྱི་གྲངས་ཀ་དེ་ཡན་ཆད་མན་ཆད་འདྲའོ་ཅེས་བརྩེགས་ཡོད་པའི་བཟོ་འདྲ་གྱི་འདུག་འདི་ཡན་ཆད་དེ་མྱང་ཐོས་ཀྱི་འདི་མན་ཆད་དེ་མྱང་སྨད་ཀྱི་འདི་མེ་ཁྱེར་དེ་ཕག་ཚ་སྒྲ་ནི་ཏི་ཡ་ཡིན་ན་ཐག་ཐུང་ཐུང་འདྲ་བོ་རེད་དེ་པས་ལུང་པ་རྒྱ་ཆེན་པོ་ཡོད་དེ་རྒྱ་ཆེན་པོ་ཨ་གཞི་ག་ཚེ་ཁོ་རང་ཡང་དེ་ནང་ལོག་ཚུད་བསྡད་གི་འདུག་བ། དེ་ནས་གནའ་སྔ་མོ་ཡིན་ན་ཞྭ་ལ་འཁྲིག་ཀོ་རོ་ཟེར་ཡ་འདྲ་བོ་དང་དེ་ནས་ཞྭ་རོ་རྫོང་ལ་སོགས་པ་འདི་དགའ་གདོང་བསྡད་འདུག་བ། རྒྱ་ཆེན་པོ་རེད། མཁས་གྲུབ་རྒྱལ་ཁྱེད། འདི་ཡན་ཆད་མན་ཆད་བརྩེགས་ཡོད་པ་ག་འདྲའི་གསལ་གྱི་འདུག་ཟེར་ན། རྗེ་རིན་པོ་ཆེས་འདི་ས་ཆ་དེ་ལས་འཕུར་བ། འདི་ལས་འཕུར་དུས་ཁོང་གིས་ཉང་སྟོད་སྨད་ཀྱི་མཚམས་ཟེར་ནས་གསུངས་འདུག། དེ་ག་ནང་གི་ཁ་ཚའང་ང་ཚོ་བསམ་གླིང་ལས་འཕུར་དུས་བསམ་གླིང་དུ་འདི་འདུག་བ། འདུལ་གཞུང་གི་ནོར་བུ་ལས། བསམ་གླིང་དེ་ཡང་ཉང་སྟོད་བསམ་གླིང་ལས་འཕུར་བས་འདི་ཉང་སྟོད་ལ་བརྩི་གི་འདུག་བ། དེ་འདྲའི་གི་ཆ་ནས་མཁས་གྲུབ་ཅན་ཡིན་ན་མྱང་དོན་མེད་དེ། འདི་ནས་ཆེ་གི་ཡོད་པའི་བཟོ་འདྲ་གྱིན་འདུག། ད་འདི་མྱང་ཡོད་དེ། དབུས་གཙང་རུ་བཞི་གི་ནང་ནས་གཙང་གི་རུ་ལག་ཁོངས་སུ་གཏོགས་པ་བཅས། ཨ་དེང་སང་གི་དབང་དུ་བྱས་པ་ཡིན་ལ་རྫོང་མཁར་གཞི་ལྔ་གཅིག་གི་ས་ཆ་དེ་བཅས། ཨ་ནི་ལུང་པ་དེ་སྤྱི་ཡོངས་ཁ་བསྒྱུར་ཞོར་དེ། ད་འདི་གལ་ཆེན་པོ་ཞིག་རེད་ད་འདི་འདི། མོས་ཁ་སང། ཤར་ལྷོ་ནུབ་བྱང་དུ་གེགས་ཆེན་པོ་ཞོ་རེད་ཟེར་ཤོས་ཡིན་པ་སྤྱི་དང་ས་ཁྲ་གི་གེགས་ཆེ་ཤོས་དེ་ཤར་ལྷོ་ནུབ་བྱང་དང་རྒྱང་ཐག་དང་རྒྱ་ཁྱོན་དང། ཨ་ནུའི་ཆུ་རྒྱུད་དང་རུ་རྒྱུད་ཆགས་སྟངས་ལ་སོགས་པ་མཚོན་རྟགས་དེ་ཚོ་དེ་ཆགས་ཀྱི་ཡོད་རེད་བ། སྐད་ཆ་དེ་སྐྱེལ་དོན་དེ། ཤར་ལྷོ་ནི་ཆུ་དང་དེ་འདྲའི་སི་ཡ་བབས་ཡོང་གི་ཡོད་རེད། ད་འདི་ནས་འདིར་གཞིས་ཀ་རྩེ་ནས། གཞིས་ཀ་རྩེ་གློ་བ་དང་མཉམ་དུ་ཡར་ལངས་གཙང་པོ་དང་བསྡོམས་ནས་དེ་ནས་ཡར་ལངས་གཙང་པོ་དང་འདྲེས་ནས་མ་ཤར་ལ་ཀྱོག་འགྲོ་འདུག་ཨ། འོ་དེ་ནི་འགའ་ཆེན་པོ་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་ད་ལྟའི་བར་གྱི་མྱང་ཡོད་དེ་དེ་ཙམ་ཅིག་གིས་འཐུས་བ་ཇི་བགྱིས་ན་བཟང། ད་ཡར་ལངས་ཙམ་པོའི་འགྲམ་རྒྱུད་ནས་ཉང་ཡུག་གི་ཡར་སྣང་ལ་ག་རེ་ཡོད་རེད་ཟེར་ན་ཡར་སྣང་ཟེར་གི་རོ་མར་སྣང་ཟེར་གི་རོ་ད་ཡང་ཕྱོགས་ཀྱི་རྒྱུགས་ཤོག་གྱིས་ན་མར་མེ་ལ་ཆགས་གི་ཡོད་རེད་བ། འདི་ནི་རིན་སྤུངས་རྫོང་དེ་རེད་རིན་སྤུངས་རྫོང་འདི་འདུག་བ། ད་རིན་སྤུངས་རྫོང་དེ་ཉང་ཡུག་དང་བསྟུན་བ་ཡིན་ན་ཞེ་དྲག་གི་ཆུང་ཆུང་རེད་དེ་དེ་ཡང་ཁོ་ངོ་སྤྲོད་ཅིག་ཞུས་ཀྱི་ན་བསམ་སོང། ས་ཁྲ་དེ་ཕྱིར་བཏང་བ་ཡིན་ན་རིན་སྤུངས་འདི་རེད

རྩ་རོང་ཆེན་དེ་འདི་བྱེད་དུས། རོང་ཆུང་དེ་འདི་རེད་ཤག་བསམ་གི་ཡོད་རེད། དེ་ག་རེད་ཟེར་ན་ང་ཚོ་རོང་ཆེན་དང་རོང་ཆུང་ཟེར་དེ། ལུང་པ་ཁོ་རོང། གྲོང་རོང་ཆེ་ཆུང་ལ་སོགས་པ་དང་འགག་དོགས་ལོས་ཀྱི་ཤེས་གི་ཡོད་རེད་བ་མ་གཏོགས་ཆུ་ཆེ་ཆུང་གིས་རོང་ཆེན་རོང་ཆུང་ཤེས་གི་མེད་བ། ད་ཆུ་ཆེ་ཆུང་རེད་ཤེས་བ་ཡིན་ན་འདི་ནས་མ་ཡར་ལངས་གཙང་པོ་རྒྱུག་གི་ཡོད་བ་ཡིན་ཙང། ཨ་རིན་པོང་གི་ཁྱོ་དེ་སྡོད་ཐེབས་མཁན་ཡོད་མ་རེད་འབོང་གི་ཁྱོ་དེ་ཡང་ལང་གཙང་པོ་དེ་བསྡོམས་ནས་དེ་མ་ཤར་འགྲོ་གི་ཡོད་རེད་བ། ཡིན་ན་ང་ཚོ་རོང་ཁྱིང་དང་རོང་ཆུང་ཟེར་ཡོད་དེ། ས་ཆ་འགའ་དོགས་ལོས་ཀྱི་ཤེས་ཀྱི་ཡོད་ཡིན་ཚེ་འདི་ས་ཁྲ་ནི་རྟའི་རྩ་ཉག་གོ་གི་འདུག་ཨ། རིན་པོང་རྫོང་ཡོད་ས་དེ་ས་ཆ་རྒྱ་ཆེ་བ་བྱེད་དེ་ནས་ཡར་ལང་གཙང་པོ་མ་བབས་འགྲོ་ས་དེ་ནི་འགའ་དོགས་པོ་ཞུ་བྱེད། དེ་ཡིན་དུས་ད་ཟླ་བ་ལ་བསྡད་མཁན་གྱི་མི་དང་འདི་ནས་ཡ་ཟེར་དགོས་གི་མ་ཟེར་དགོས་ལྷ་སར་འགྲོ་མཁན་གྱི་མི་ཚོས་བལྟ་ཡོང་དུས། ཨེ་ལུང་པ་འདི་སླེབས་དུས་འདི་རྒྱ་ཡངས་ཚིག་འདི་འགག་ཐོག་ཚིག་ཡིན་ཙང་ཨ་ནི་རང་ཆེན་དང་རང་ཆུང་ཟེར་ལབ་ཡོང་རྒྱུ་རེད་བསམ་གྱི་འདུག་འདི་ལ་གཏམ་དཔེ་ཅིག་ཡོད་དེའི་ཁྱེད་ཅག་འགྲེལ་བཤད་ཅིག་རྒྱག་ཡོད་པའི་བཟོ་འདྲ་གྱི་འདུག་གཞིས་ཀ་རྩེ་ནས་མི་གཅིག་ལྷ་ས་ལ་མ་ཡོང་གི་ཡོད་རེད། ད་མ་ཟེར་དགོས་ཟེར་བ། ཡར་ལངས་གཙང་པོ་དེ་ལྷ་སའི་ཕྱོགས་ལས་མ་སྐྱོ་གི་ཡོད་ཡིན་ཙང། དེ་ནས་ས་སྐྱ་འདི་བ་ཅེར་སླེབས་དུས་མི་དེ་ལ་ཞྭ་སྐྱ་ག་ཅིག་གི་སྐད་ཆ་བཤད་ནས་མི་དེ་ལྟར་ཞྭ་སྐད་གོ་གི་ཡོད་པའི་སྐད་ཆ་རེད། ཁྱོད་རང་གཙང་རང་ཁྱིམ་ནས་སོང་མ་གཏོགས་རང་ཆང་ནས་མ་འགྲོ་ཟེར། ཆག་སྒོ་འདུག་ཟེར་ལབ་པ་རེད་ཟེར།

གཅིག་ནི་ཐག་ཉེ་ཡ་ཡང་རེད་སྲིད། གཉིས་ནི་ཁྱོད་རང་རང་ཕྱོགས་ནས་སོང་བ་ཡིན་ན་ནི་མི་ཁྱོད་རང་ལ་འཁོད་ཡ་ཡོད་བ་བཞག་ང་ལ་ཡང་ཟ་ཡ་ཡོད་བ་དེ་ཡག་པོ་སྐྱེ་ཡོང་ས་རེད་ཟེར་ནས་ལབ་བ་རེད་སྲིད། ཨེ་དེ་ལབ་དུས་མི་དེ་གིས་ཨོ་ད་དེ་ཤ་ནག་པོ་འདི་ཡང་ཕ་རྒྱལ། མགོན་པོ་ནག་པོའི་བསླབ་བྱ་འདྲ་མེད་འགྲོ། ཁོ་རང་ལ་ཟ་ཡ་ཡོད་ལ་ང་ལ་འཁོད་ཡ་ཡོད་ལ་དེ་འདྲ་སྐྱེ་ཡོང་ན་ད་དེ་ལས་ཡག་ཙི་ཅི་ཡོད་བསམ་ནས་དེ་ནས་ལྕགས་ཀྱི་ཁ་ལ་མ་ཉེས་ཁ་སྡིག་ཁ་ལ་ཉེས་ནས་ཨ་ནི་ཀོ་གཙང་རོང་ཆུང་ནས་སོང་བ་རེད། གཙང་རོང་ཆུང་ནས་འགྲོ་དུས་དེ་ནི་སྟག་དེ་གཡང་ལ་ཟགས་ནས་ཤི། སྟག་ཤི་དུས་ཨ་ནི་སྟག་དགའ་སྟག་སྟེང་སྟག་གི་ལུས་སྐེ་བཞར་བའི་སྐྱབས་ལག་ཚང་མ་དག་མི་ཁོ་རང་དགེ་ཡག་གི་འབག་ནས་ཁུ་དགུ་ཁིག་རོ། སྟག་གི་རོ་དེ་གཡོག་རྒྱག་དུས་དེ་ཁ་ད་དེ་གི་རོ་དེ་སུས། ནི་མི་ཁོ་རང་ལ་ཁོལ་ཡ་ཡོད་པ་ཤ་ཁོ་རང་ལ་ཟ་ཡ་ཡོད་པ་གང་ད་ཁ་ད་གི་སྐྱག་རྫུན་དེ་ཤེས་ཡོད་མ་རེད་ཟེར། ཨོ་དེ་འདྲའི་གི་སྒྲོམ་གི་ཤེས་ཡ་ཡོད་རེད་ད་དེ་ག་རེ་བསྟན་གི་ཡོད་རེད་ཟེར་ན། གཙང་རོང་ཆང་ཟེར་ཡ་དེ་ཚོང་བ་ཡིན་ན་ཧ་ཅང་གི་འགག་དོག་པོ། བལྟས་ཚེ་རྐང་པ་རྫི་སྟངས་འགྲིག་མ་འགྲིག་གི་གཡག་ནི་ཟགས་འགྲོ་ཡ་ཡིན་པ་གི་འདྲི་ཤེས་དེ་རྒྱག་གི་འདུག་བ་བསྟན་དུས།

དེ་ནས་ད་དུས་ང་ཚོས་དབུས་གཙང་གི་ས་མཚམས་བཤད་ཡོང་དུས་གནོད་གཞི་གང་བཟང་གི་རུ་རྒྱུད་ཟེར་གནོད་གཞི་གང་བཟང་དུ་བཏོན་འདུག་བ་ད་ས་ར་ནང་ཚུ་ཁྱེར་བཏང་ན་ཁྱི་མོ་མཐོང་འདུག་བ་ད་གྱོ་མོ་ཁ་རག་ཟེར་དབྱིན་ཇི་གོ་རོང་ནང་བྲིས་འདུག་བ་འདི་རེད་ཡར་ལངས་ཙམ་པོ་འདི་ནས་སྐྱོ་གི་ཡོད་རོགས་བ་ད་འདི་གི་རུ་རྒྱུད་དེའི་མཚམས་ཐག་གཅིག་ནས་ཨི་ནི་དབུས་དང་གཙང་གི་དབྱེ་བ་དེ་ཤེས་གི་ཡོད་རེད་ཟེར་ད་འདི་ནས་ཡར་འགྲོ་ཡོང་ཚུ་མཐོང་བསྡད་གི་འདུག་བ། ཡར་འབྲོག་གཡུ་མཚོ་སྟེ་ད་ཡར་འབྲོག་འཕྲུལ་འཁོར་གྱི་ས་ཆ་ཆགས་ཡོད་དེང་སང་ནི་སྔ་ཀར་རྩེ་རྫོང། སྔོན་མ་ས་ཆ་གི་འཕྲུལ་འཁོར་བཅུ་གསུམ་ཤེས་ཡོང་དུས་དབུས་གཙང་བར་ན་ཡར་འབྲོག་འཕྲུལ་འཁོར་ཟེར་ནས་ཤེས་ཀྱི་རེད་དེ་གོ། དབུས་དང་གཙང་ཕྱེད་ཡོང་དུས་བར་ཟེར་གི་ས་ཕུང་སོང་བ་ཅིག་མི་དགོས་པ་ཡིན་ཙང། ཕྱི་ཐང་གི་ཆ་ནས་ཡར་འབྲོག་དེ་དབུས་ཀྱི་ཁོངས་སུ་བརྩི་བསྡད་ཀྱི་འདུག་བ། ནི་དབུས་གཙང་གི་མཚམས་ཟེར་ན་མ་འགྲིག་བ་སྐད་ཡོད་མ་རེད། ཀུན་གྱིས་ཏཱ་ར་ནཱ་ཐ་ཁོང་འཁྲུངས་ཉིན་དེ་དབུས་གཙང་གི་མཚམས་སྐྱིད་ཀྱི་མ་མ་ཟེར་ནས་འབྲི་ཤེས་རྒྱག་ཡོད་རེད་བ། ཨོ་དེ་ཅེས་ད་ལྟའི་ཚར་གྱི་མ་གཏོགས་ཡང་ངང་འདི་ཡག་རླུང་ཡག་ལ་ལྟས་ཚོད་མགོར་བསྡད་ཀྱི་འདུག་དེ་ནས་ད་ཤོག་པ་གཞན་པ་དེ་ཚོ་དེ་རྗེས་ལས་ཤོད་ཆོག་བ་གཅིག་ཚང་མ་ལ་བཀྲ་ཤིས་བདེ་ལེགས།